དེ་ལྟར་དུ་ང་ཚོར་རྒྱལ་སྤྱིའི་དཔའ་བོ་འདི་འདྲ་བོ་ཅིག་གི་ཨ་ནི་ཚེ་གྲོགས་མེད་ལ་ཁྱོད་ནི་ང་ཚོ་གི་ཆེད་དུ་འགྲོ་ཡོད་རེད་ཚང་མ་གི་ཆེད་དུ་འགྲོ་ཡོད་རེད་དེ་ང་ཚོ་ཚང་མ་གི་ཧ་གོ་གི་རེད་བ། དེའི་གི་ཆེད་དུ་ང་ཚོ་འདས་སླེབས་ཡོད་རེད་སླེབས་དགོས་གི་རེད་ཡིན་ན་ཡང་ཉུང་ཤོས་དུ་མ་ཅིག་སླེབས་ཡོད་མ་རེད་ར་མང་པོ་ཅིག་ལྟ་འདོག་ལྷོད་ལྷོད་ཅིག་ནང་ལ་བསྡད་ཡོད་རེད་ང་ཚོ་བློ་ཕམ་པ་ག་ནས་རེད་དངོས་གནས་བཤད་ན་དེ་རང་འདི་ལ་མི་རེ་ངོ་རེ་འགན་ཁྱེར་ནས་འདི་ལ་མི་ཁྲག་ཅིག་ཡ་མི་འཛིན་ཡོད་རེད་བ་བོད་པ། ཚང་མ་དེ་ནས་སླེབས་དགོས་ཡག་འདྲ་བོ་རེད་ད་ལྟ་ཁོང་ཚོ་བཞེར་ཁྱིམ་ནང་ལོགས་ལ་འདུག་ཨ། ང་ཚོ་ཕྱིར་རྒྱལ་ལས་སོང་ན་ཁང་པ་ཅི་ཡོད་ན། མོ་དྲ་ཅི་ཡོད་ན་དེ་གི་ང་ཚོ་ཕྱོགས་ནས་བསྡད་བཞག་ན་འགྲིག་གི་མ་རེད། ང་ཚོ་མི་རིགས་ཀྱི་ཆེད་དུ་རྒྱལ་ཁབ་ཀྱི་ཆེད་དུ་བོད་རང་བཙན་གཙང་མ་དེ་ང་ཚོ་གི་ཚེ་ར་རག་དགོས་གི་རེད། དེ་གི་ཆེད་དུ་ང་ཚོ་སྤྱི་པའི་སྐྲོག་ཡིན་ན་ཁོ་རང་གི་བཏང་ཡོད་རེད་རེད་བ་ང་ཚོ་སྤྱི་པའི་སྐྲོག་བཏང་མ་ཐུབ་ན་ང་ཚོ་འདི་ལ་སྐམ་པོ་རྒྱལ་ཁ་བསྡད་དགོས་རེད་ང་ཚོ་ལིང་གར་ག་རེ་ཡིན་ན་བྱེད་དགོས་གི་རེད་བ། ལྷག་པར་དུ་གཞོན་སྐྱེས་ཚོ་ལ་ཡིན་ན་ཡང། ཨ་ནི་ང་ཚོའི་བོད་ཀྱི་སྐད་ཡིག་མཛེས་ཏེ་ཤི་ན་ང་ཚོའི་མི་རིགས་མཛེས་ཏེ་ཤི་ཚར་རེད། རེད་བ། ཨ་ཁྱེད་རང་ཚོ་ཚང་མ་འདི་ན་ཡོད་མཁན་ཚང་མ་གི་ཡིན་ན་ཡང་བསམ་བློ་བཏང་ན་ཁྱེད་རང་ཚོ་སོ་སོ་གི་བུ་གི་ལ་ང་ཚོའི་བོད་སྐད་ག་ཚད་ཅིག་ལྷག་གི་ཡོད་ག་ཚད་ཅིག་རྒྱག་གི་ཡོད། མ་འོངས་པ་ན་ང་ཚོ་ག་རེ་ཕྱིར་དགོས་ས་རེད་སྐད་དེ་ང་ཚོའི་ག་ཚད་ཅིག་གལ་ཆེན་པོ་ཡིན་ས་རེད་མི་རིགས་ཅིག་ཤི་ཡ་ན་རྨང་གཞི་ག་རེ་རེད། སྐད་ཡིག་རེད།

བོད་ཆོལ་ཁ་གསུམ་པོ་དང་མཐུན་སྒྲིལ་ཐོག་རྩ་གཅིག་སྒྲིལ་གྱི་ཆེད་དུ་རྒྱལ་བ་རིན་པོ་ཆེ་གི་བཀའ་གསུང་གཅིག་སྒྲིལ་གྱི་འོག་ལ་ང་ཚོ་གནས་དགོས་ཀྱི་ཡོད་རེད། དེ་གནས་པར་བྱེད་པ་ལ་རྒྱལ་གཅེས་དཔའ་བོ་ཁོང་གི་ཞལ་ཆེམས་ང་ཚོས་བརྩི་ནས་འདས་ལ་སླེབས་ཡོད་རེད་བ། དེ་ང་ཚོས་རྡོག་རྩ་གཅིག་སྒྲིལ་བྱས་ནས་རྒྱལ་བ་རིན་པོ་ཆེ་གི་བཀའ་དགོངས་གཅིག་སྒྲིལ་གྱི་སྟངས་ནས་ང་ཚོས་ཆོལ་ཁ་ཆོས་ལུགས་ཀྱི་མཐུན་སྒྲིལ་བྱེད་དགོས་ཀྱི་རེད་བྱེད་དགོས་ཀྱི་མ་རེད། བྱེད་དགོས་ཀྱི་རེད། ཡང་ཐོག་མ་གི་དུས་ནས་ང་ཚོས་འདི་ལ་དམ་བཅའ་བཞག་ནས་ས་གནས་འདི་འདྲི་ཞིག་ལ་ང་ཚོས་བཀའ་ལས་འདི་འདྲི་ཞིག་བཞག་ཡོང་བ་གི་རྒྱུ་མཚན་ག་རེ་རེད། ང་ཚོ་ལ་རང་དབང་མེད་རེད། རང་བཙན་མེད་རེད། དེའི་རྒྱུ་མཚན་གྱིས་ད་ནི་ང་ཚོ་འདི་འདྲའི་ཞིག་དཀའ་ངལ་འཕྲད་ནས་མི་ཡུལ་ལོངས་པ་ལ་སྐྱབས་བསྡད་ཡོད་རེད་བ། ཡིན་ན་ཡང་ང་ཚོ་གི་ཆེད་དུ་ག་རེ་ལས་དགོས་ཀྱི་རེད་རེད་བ། ང་ཚོ་ཡུལ་སྐྱོད་ལ་སླེབས་ཡོད་ན་ཡང་ང་ཚོས་རང་རང་གི་འགན་འཁྱེར་ནས་ནང་ལོགས་ལ་ཆོལ་ཁ་གསུམ་པོ་མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་བྱས་ནས་ང་ཚོར་དགོས་ཡ་ཆེད་ལས་བསྡུ་ཡ་ཡིན་ན་ང་ཚོ་གི་རྒྱ་མིའི་གཞུང་ལ་ང་ཚོའི་བརྡ་ལན་ཐག་རིང་སྤྲད་ཀྱི་ཡོད་རེད་བ། དེ་མ་ཡིན་པ་བྱས་ནས་ཆོལ་ཁ་དང་ཆོས་ལུགས།